དེ་ལྟར་ན་ངན་སོང་གསུམ་དུ་སྐྱེས་ན་སྡུག་བསྔལ་གྱི་རང་བཞིན་ཡིན་ཀྱང་མཐོ་རིས་རྣམ་གསུམ་ནི་དེ་བཞིན་སྐྱིད་པ་ཡིན་ནམ་སྙམ་ན། མཐོ་རིས་ནའང་བདེ་བ་མེད་དེ། དང་པོ་མིའི་སྡུག་བསྔལ་ནི་མི་རྣམས་ལ་རྩ་བའི་སྡུག་བསྔལ་ཆེན་པོ་གསུམ། སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་ཆུ་བོ་ཆེན་པོ་བཞི། དགྲ་སྡང་བ་དང་ཕྲད་ཀྱིས་ཐོགས་པའི་སྡུག་བསྔལ། ཉིན་བྱམས་པ་དང་བྲལ་གྱིས་ཐོགས་པའི་སྡུག་བསྔལ། མི་འདོད་པ་ཐོག་ཏུ་བབས་པའི་སྡུག་བསྔལ། འདོད་པ་ཐོག་ཏུ་མེ་ཁེལ་བའི་སྡུག་བསྔལ་རྣམས་ཡོད་པ་ལས། རྩ་བའི་སྡུག་བསྔལ་གསུམ་གྱི་དང་པོར་གྱུར་བའི་སྡུག་བསྔལ་ནི། ད་ལྟ་སྐད་ཅིག་མར་བདེ་བ་ཡོད་འཕྲོ་ལ་སྡུག་བསྔལ་དུ་གྱུར་བ་སྟེ། ལུས་ལ་ཕན་པའི་ཟས་ཟོས་ནས་ངོམས་ཤིང་འགྲངས་ཏེ་སྐྱིད་པར་ཡོད་པ་ལས། སྲིན་ཕོ་བར་ལངས་ནས་བླངས་ཐབས་ཀྱི་ནད་དྲག་པོ་གློ་བུར་དུ་བྱུང་བ་དེས་སྡུག་བསྔལ་བ་དང། ད་ལྟར་སྐྱིད་པར་ཡོད་འཕྲོ་ལ་ནོར་འཆུག་འདྲེས་དེས་བ་གང་ཞིམ་མེས་འཚིག་པ། ནད་གདོན་དྲག་པོ་གློ་བུར་དུ་བྱུང་བ། ཕྱི་རོལ་གྱི་གཏམ་ངན་ཐོས་པ་སོགས་འཕྲལ་དུ་སྡུག་བསྔལ་བར་གྱུར་པ་རྣམས་ཏེ། སྤྱིར་འཁོར་བའི་གནས་རིས་འདིར་བདེ་སྐྱིད་ངན་གསུམ་ལྟར་སྣང་བ་གང་ཡང། རྟག་པ་དང་བདེན་པ་སྤུ་ཙམ་ཡང་མེད་ཅིང་མཐར་སྡུག་བསྔལ་བ་ཁོ་ན་ལས་མ་འདས་པ་ཡིན་པའི་སྐྱོ་བ་སྐྱེད་དོ། གཉིས་པ། སྡུག་བསྔལ་གྱི་སྡུག་བསྔལ་ནི། སྡུག་བསྔལ་སྔ་མ་མ་སངས་བཞིན་དུ་འཆི་མེད་ནོན་པ། རྫས་ཐོག་ཏུ་ཕོ་བྱུང་བ་ཕོ་ཐོག་ཏུ་མ་གཏུགས་པ། ཕ་ཤི་བའི་སྟེང་དུ་མ་ཤི་བ། འབྲས་དེད་པའི་སྟེང་དུ་མི་སྐྱེས་པ་ཤི་བ་ལྟ་བུ་སྟེ། འཁོར་བའི་གནས་དེ་གང་དུ་སྐྱེས་ཀྱང་སྡུག་བསྔལ་གྱི་སྟེང་དུ་སྡུག་བསྔལ་བརྩེགས་པ་ཁོ་ནས། དུས་འདའ་བ་ལས་བདེ་བའི་གོ་སྐབས་སྐད་ཅིག་ཙམ་ཡང་མེད་པ་ཡིན་ནོ། གསུམ་པ། འདུ་བྱེད་ཀྱི་སྡུག་བསྔལ་ནི། ད་ལྟ་རང་རེས་བདེ་བར་རློམ་པ་རྣམས་ཀྱང་དངོས་སུ་སྡུག་བསྔལ་ལྟར་མི་མངོན་ཀྱང། དོན་དུ་སྡུག་བསྔལ་གྱི་རྒྱུ་ཁོ་ན་ལས་མ་འདས་ཏེ། ཟས་ཟོས་པ་གོས་གྱོན་པ་གནས་ཁང་དང་ལོངས་སྤྱོད་རྒྱན་དང་སྟོན་མོ་ལ་སོགས་པ་ཐམས་ཅད་ཀྱང་སྡིག་པའི་རྒྱུས་གྲུབ་པ། བྱ་བྱེད་ཐམས་ཅད་ཀྱང་སྡིག་པའི་གཡོ་འགུལ་འབའ་ཞིག་ལས་མི་འདུག་པས་འདི་ཐམས་ཅད་ཀྱི་འབྲས་བུ་ནི་སྡུག་བསྔལ་བ་ཁོ་ན་ཡིན་ནོ། ཨེ་ཀ་ན་འཆི་ཞེས་ལས། དང་པོ་སྐྱེ་བའི་སྡུག་བསྔལ་ནི། དེ་ལྟར་འཛམ་བུ་གླིང་པའི་མི་རྣམས་ནི་མངལ་ནས་སྐྱེ་བ་ཡིན་པས་བར་མ་ཁུ་ཁྲག་གི་དབུས་སུ་དྲི་ཟ་ཉེ་བར་ལེན་པའི་རྣམ་ཤེས་ཞུགས་ཏེ། མེར་མེར་དང་ནུར་ནུར་དང་འདར་འདར་དང། འཁྲང་འགྱུར་དང་སྒོར་མོ་སོགས་འགྱུར་བའི་གནས་སྐབས་ཀྱི་སྡུག་བསྔལ་ཉམས་སུ་མྱོང། ཡན་ལག་ཉིང་ལག་དང་དབང་པོ་ཐམས་ཅད་རྫོགས་པའི་གནས་སྐབས་ན་མའི་མངལ་གྱི་ནང་དོག་ཅིང་དྲི་ང་བ་མུན་ནག་གི་ནང་བཙོན་ཁང་དུ་ཚུད་པ་ལྟ་བུའི་སྡུག་བསྔལ་མྱོང། མའི་ཁ་ཟས་ཚ་མོ་ཟོས་པས་མེའི་ནང་དུ་བསྲེགས་པ་ལྟ་བུའི་སྡུག་བསྔལ། གྲང་མོ་ཟོས་པས་ཆུ་གྲང་དུ་སྐྱུར་བ་ལྟ་བུའི་སྡུག་བསྔལ། ཉལ་བ་ན་རིས་གནོན་པ་ལྟ་བུའི་སྡུག་བསྔལ། འགྲངས་པ་ན་ཁྲག་གིས་བར་དུ་སྦྱར་བ་ལྟ་བུའི་སྡུག་བསྔལ། བཀྲེས་པ་ན་གཡང་ལ་ལྷུང་བ་ལྟ་བུའི་སྡུག་བསྔལ། འབྲུ་དུག་འགོས་འགྱོད་བྱེད་པ་ན་རླུང་གིས་འཁྱེར་བ་ལྟ་བུའི་སྡུག་བསྔལ་སོགས་ཡོད་པ་ཡིན་ནོ། དེ་ནས་བརྒྱད་པའི་སྡུག་བསྔལ་ནི་དེ་ལྟར་འཁོར་བའི་བྱ་བཞག་སྙིང་པོ་མེད་ཅིང་ཟིན་པའི་དུས་མེད་པ་ལ་སྤྱོད་པའི་ངང་དུ་མ་ཚོར་བཞིན་དུ་བརྒྱད་པའི་སྡུག་བསྔལ་གྱི་སྡུག་ལུས་ཀྱི་སྟོབས་ཐམས་ཅད་རིམ་གྱིས་ཉམས་ཞིམ་པོར་བཟོད་པས་ཁ་ཟས་ཐམས་ཅད་ཀྱང་མི་འཇུ། མིག་གི་དབང་པོ་ཉམས་པས་ཐག་རིང་དང་ཆུང་བའི་གཟུགས་མི་མཐོང། རྣ་བའི་དབང་པོ་ཉམས་པས་སྒྲ་སྐད་རྣམས་ཇི་བཞིན་པ་མི་ཐོས། ལྕེའི་དབང་པོ་ཉམས་པས་བཟའ་བཏུང་གི་རོ་མི་ཚོར་ཞིང་སྨྲ་ངག་གི་དེབ་མི་ཐོན། ཡིད་ཀྱི་དབང་པོ་ཉམས་པས་དྲན་པ་རྨོངས་ཤིང་བརྗེད་ངས་དང་བྱིང་འཐིབ་ཆེ་བ་སོགས་རྒས་པའི་སྡུག་བསྔལ་གྱི་རྣམ་གྲངས་ཤིན་ཏུ་མང་བ་ཡིན་ནོ། སྣང་བའི་སྡུག་བསྔལ་ནི་ལུས་འདི་ཉིད་འབྱུང་བཞི་འདུས་པའི་བདག་ཉིད་ཅན་ཡིན་པས་འདི་དག་ཕན་ཚུན་ཆ་མ་མཉམ་པ་ལས་རླུང་དང་མཁྲིས་པ་དང་བད་ཀན་ལ་སོགས་པའི་ནད་སྣ་ཚོགས་པས་གཟིར་བའི་སྡུག་བསྔལ་གྱི་ཚོར་བ་འཆར། ལུས་དང་དབང་པོ་ཐམས་ཅད་དར་ལ་བབས་ཏེ་སྟོབས་དང་གཟི་མདངས་རྒྱས་པའི་མི་རྒོད་ཞིག་ཡིན་ཀྱང། སྣང་བའི་ཟུག་གཟེར་གྱིས་བཏབ་མ་ཐག་ནས་བྱིའུ་ལ་རྡོ་ཕོག་པ་བཞིན་དུ་ལུས་སྟོབས་ཤོར་མལ་གྱི་གཏིང་དུ་ལྷུང། ལུས་འགུལ་སྐྱོད་ཙམ་བྱེད་པ་ཡང་དཀའ་བ་སོགས་སྡུག་བསྔལ་གྱི་རྣམ་གྲངས་མཐའ་ཡས་པ་ཡིན་ནོ། འཆི་བའི་སྡུག་བསྔལ་ནི་རྡུལ་མེད་དུ་ལྷུང་ནས་མདངས་མེད་བཞིན་ཟས་སྐོམ་མཐོང་ཡང་ཡིད་ཁར་མི་འོང། འཆི་བའི་ཚོར་བས་གདུང་བའི་སྙིང་མི་དགའ། ཕོ་ཚོད་དང་གཉེན་པའི་སྡིག་ཞོར། འཁྲུལ་སྣང་གི་སུན་མེད་སྡུག་སྐད་ཆེན་པོ་བརྡེག་པ་ལ་ཐུག། གཉེན་བཤེས་ཀྱི་མཐའ་འཁོར་ཡང་ཤོལ་ནས་མི་ཐེབས། ནད་བཅོས་ཀྱི་སྡུག་བསྔལ་རང་གཅིག་པུས་མྱོང། ལོངས་སྤྱོད་དཔག་ཏུ་མེད་པ་ཡོད་ཀྱང་ཁྱེར་བ་ནི་མེད་བློས་ནི་མི་ཐོངས། རྗེས་སུ་ནི་མི་འབྲང་སྔར་བྱས་ཀྱི་སྡིག་པ་དྲན་པའི་འགྱོད་པ་སྐྱེས། ངན་སོང་གི་སྡུག་བསྔལ་དྲན་ནས་འཇིགས་ཤིང་སྐྲག་པ་ལ་སོགས་པ་འཆི་བའི་སྡུག་བསྔལ་མྱོང་བ་ཡིན་ནོ། དེ་བཞིན་དུ་དགྲ་སྡང་བ་དང་འཕྲད་ཀྱིས་ཐོགས་པའི་སྡུག་བསྔལ་ནི་ཉིན་གྱི་བྱ་ར། མཚན་གྱི་མེ་ཚེ། རྒྱུན་གྱི་འཚོ་སྐྱོང་སོགས་བྲེལ་དོ་ཁོ་ནའི་ངང་དུ་དུས་འདའ་ཡང་ཕན་པ་མེད་པར་ལོངས་སྤྱོད་དང་འབྱོར་པ་ཐམས་ཅད་དགྲ་དང་ཐུན་མོང་དུ་འགྱུར། ཉིན་གྱི་ཆགས་པ་མཚན་གྱི་རྐུན་མ་འཕར་སྤྱང་དང་གཅན་གཟན་ལ་སོགས་གློ་བུར་གློ་བུར་དུ་འོངས་ནས་བརྩེ་བར་བགྱིས་ཏེ་སྤྱིར་ལོངས་སྤྱོད་དང་འབྱོར་པ་ནི་ཅི་ཙམ་ཡོད་པ་དེ་ཙམ་དུ། དེ་བསགས་པ་དང་སྲུང་བ་དང་སྤེལ་བ་ལ་སོགས་སྡུག་བསྔལ་མཐའ་ཡས་པའི་རང་བཞིན་ཡིན་ཏེ་མགོན་པོ་ཀླུ་སྒྲུབ་ཀྱི་ཞལ་ནས་བསགས་དང་སྲུང་དང་སྤེལ་བས་ཉམ་ཐག་པ། ནོར་ནི་ཕོངས་དྲུང་མཐའ་ཡས་ཤེས་པར་བྱ་ཞེས་གསུངས་པ་ལྟ་བུ་ཡིན་ནོ། གཉེན་དང་བྱམས་པ་བྲལ་གྱིས་ཐོགས་པའི་སྡུག་བསྔལ་ནི་འཇིག་རྟེན་འཁོར་བའི་སེམས་ཅན་ཐམས་ཅད་རང་ཕྱོགས་ལ་ཆགས་གཞན་ཕྱོགས་ལ་སྡང། ཉིད་དུ་འཁོར་འཕངས་གཉེན་དང་མཛའ་བཤེས་ཀྱི་ཕྱོགས་སུ་ལྷུང་བ་ཡིན་པས་དེ་དག་གི་ཆེད་དུ་སྡུག་བསྔལ་དུ་མ་ལ་སྤྱོད། ཉེ་དུ་དང་གཉེན་བཤེས་སུ་འབྲེལ་བ་དེ་དག་ཀྱང་མི་རྟག་པར་བྲལ་བའི་ཆོས་ཅན་ཡིན་པས་ཕལ་ཆེར་ཤི་བའམ་ཡུལ་ཕྱོགས་གཞན་དུ་འཁྱར་བ། དགྲ་དང་གནོད་པ་ལ་སོགས་པའི་གཉེན་པ་ན། དེ་དག་གི་སྡུག་བསྔལ་དེ་རང་ལ་འབྱུང་བ་ལས་ཀྱང་ཐུ། ཁྱད་པར་ཕ་མ་ནི་བུ་ལ་བརྩེ་བཞིན་གདུང་བས་དེ་འཁྱགས་ཀྱི་དོགས། ལྟོགས་ཀྱི་དོགས། སྐོམ་གྱི་དོགས། ན་ཡི་དོགས་ཤི་ཡི་དོགས། བུ་ན་བ་ལས་རང་ཉིད་འཆི་བ་སྡོམ་ནུས་པ་ཙམ་དུ་སྙིང་བརྩེ་ཞིང་དེའི་ཆེད་དུ་སེམས་ནད་ཁོ་ན་བྱེད་པའི་སྡུག་བསྔལ། དེ་བཞིན་དུ་གཉེན་དང་ཉེ་འབྲེལ་བརྩེ་བ་ལ་སོགས་པ་འདི་རྣམས་གྲལ་དུ་ཐོགས་པའི་སྡུག་བསྔལ་ལ་སྤྱོད་པ་ཡིན་ནོ། དེ་བཞིན་དུ་འདོད་པ་ཐོག་ཏུ་མི་ཁེལ་བའི་སྡུག་བསྔལ་ནི་འཇིག་རྟེན་གྱི་ཁམས་འདི་ན་རང་བདེ་ཞིང་སྐྱིད་པ་མི་འདོད་པ་ནི་གཅིག་ཀྱང་མེད་མོད། དེ་ལྟར་འདོད་པ་ལྟར་འོང་བ་ནི་སུ་ཡང་མེད། དཀྱིལ་དུ་རེ་ནས་མཁར་བརྩིགས་པ་ཡང་བཤིག་ནས་རང་བསྲེགས་པ་དང། འབྲངས་སུ་རེ་ནས་ཟས་ཟོས་པ་ཡང་ནད་དུ་འགྱུར་ཏེ་སྲོག་ལ་རྒོལ་བ་དང། རྒྱལ་དུ་རེ་ནས་གཡོན་ངོར་ཕྱིན་པས་འཕྲལ་དུ་བསད་པ་དང། ཁེ་སྤོགས་འདོད་པས་ཚོང་ལ་ཕྱིན་པ་ན་དགྲས་བཅོམ་སྟེ་སྤྲང་པོར་འགྱུར་བ་ལ་སོགས་པ་ཡིན་ནོ། མི་འདོད་པ་ཐོག་ཏུ་བབ་པའི་སྡུག་བསྔལ་ནི། སྔོན་ལས་དབང་ལས། རྒྱལ་པོའི་མངའ་རིས་དང་ཕྱོགས་པོའི་བྲན་འཁོར་ལྟ་བུ་རྣམས་རང་དབང་སྐད་ཅིག་ཀྱང་མེད་པར། མི་འདོད་བཞིན་དུ་དེ་དག་གི་དབང་དུ་གྱུར། ཉེས་པ་ཅུང་ཟད་རེའི་ཕྱིར་སྡུག་བསྔལ་དུ་མ་བལྟས་ཀྱང་བྱ་ཐབས་བྲལ། ད་ལྟ་གསོད་སར་ཁྲིད་ཀྱང་རང་བསམ་གྱིས་འགྲོ་བ་ལས་བྲོས་པ་ཙམ་ཡང་མི་ནུས་པས་མཚོན་པ་ཡིན་ནོ། མཐོ་རིས་ཀྱི་གནས་གཉིས་པ་ལྷ་མིན་གྱི་སྡུག་བསྔལ་ནི་སྤྱིར་དཔལ་འབྱོར་ལོངས་སྤྱོད་ལྷ་རྣམས་ལ་འགྲན་པ་ཙམ་ཡོད་ཀྱང། སྔོན་མེད་ཀྱི་ཕྲག་དོག་དང་འཐབ་རྩོད་ལ་གོམས་ཤིང་ལས་དེས་འཕངས་པས། ལུས་རྟེན་འདི་བཟུང་བ་ཙམ་ནས་ཕྲག་དོག་གི་འདུ་ཤེས་རག། རང་གི་གནས་ནའང་གནས་དང་སྡེ་རིགས་རྩོད་ཅིང། ཕན་ཚུན་མི་མཐུན་པའི་འཐབ་རྩོད་ཁོ་ནས་དུས་འདའ་བ་ཡིན་ནོ། མཐོ་རིས་ཀྱི་གནས་གསུམ་པ་ལྷའི་གནས་ནི་སྤྱིར་སོན་པའི་དུས་སུ་བདེ་སྐྱིད་དང་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོད་ཀྱང་རྣམ་དབྱེ་ཁོ་ནའི་ངང་དུ་དུས་འདའ་བས་དམ་པའི་ཆོས་སྒྲུབ་པའི་བློ་མི་སྐྱེ། ཚེ་བསྐལ་པའི་བར་དུ་གནས་ཀྱང་སྐད་ཅིག་མ་གཅིག་གི་སྣང་བ་ཡང་མེད་པར་གཡེངས་པ་ལ་ཚེ་ཟད་དེ་འཆི་བ་ལ་ཐུག། རྒྱ་ཆེན་རིགས་བཞི་ནས་གཤེན་སྤྲུལ་དབང་བཞི་ཀྱི་བར་གདོད་ལས་གནས་རིགས་དྲུག་པོ་གང་ཡིན་ཀྱང་འཆི་འཕོ་བའི་སྡུག་བསྔལ་མྱོང་དགོས་པ་ཡིན་ནོ། དེ་ལྟར་འཁོར་བའི་སྡུག་བསྔལ་བསྒོམ་པ་ནི་དམ་པའི་ཆོས་ལ་བློ་འཇུག་པ་རྒྱུ་འབྲས་ལ་ཡིད་ཆེས་སྐྱེ་བ་ཚེ་འདི་བློས་ཐོང་བ་སེམས་ཅན་ལ་བྱམས་པ་དང་སྙིང་རྗེ་སྐྱེ་བ་སོགས་ལམ་གྱི་ཡོན་ཏན་ཐམས་ཅད་ཀྱི་རྟེན་གཞི་ཡིན་ཞིང་བཅོམ་ལྡན་འདས་ཀྱིས་ཀྱང་ཆོས་སྐུ་རིམ་པ་གསུམ་དུ་གསུངས་པའི་ཀུན་གྱི་ཐོག་མར། དགེ་སློང་དག་འདི་ནི་སྡུག་བསྔལ་ལོ་ཞེས་སྡུག་བསྔལ་ཤེས་པར་བྱ་བ་ནས་འགོ་བརྩམས་ཏེ་གསུངས་པ་ཡིན་པས། ངེས་པར་དུ་རྒྱུད་ལ་མར་བསྐྱེད་ཀྱི་བར་དུ་ཉམས་སུ་བླང་ངོ། འཁོར་བའི་སྡུག་བསྔལ་མཐོང་བཞིན་ཞེན་ཅིང་ཆགས། ངན་འགྲོའི་གཡང་ལ་ཅིས་ཀྱང་མི་དགེ་སྤྱོད། བདག་དང་བདག་འདྲ་ལམ་གོལ་སེམས་ཅན་རྣམས། ཚེ་འདི་བློ་ཡིས་མཐོང་བར་བྱིན་གྱིས་རློབས།